ད། ཁྱད་གཞི་དང་ཁྱད་ཆོས་གཉིས་སྦྱར་བས་ན་སྦྱར་སྟངས་ག་འདྲ་སྦྱར་དགོས་ཡོད་མེད་འདི་ངོ་སྤྲོད་བྱེད་ཅིག་བྱས། གཉིས་པ་དེ་ལ་ཡང། ད་གང་འདྲ་ཞིག་ལ་ལས་ཚིག་ལས་ཚིག་རྗེས་མཐུན་པ་ལ་ཡང་ག་འདྲ་ཞིག་ལ་གོ་རེ། རེད་བ། ལས་ཚིག་རྗེས་མཐུན་པ་ལ་ཡང་སྦྱར་སྟངས་ཡོད་རེད་བ་དེ་ག་འདྲ་སྦྱར་དགོས་ཡོད་མེད་འདི་ངོ་སྤྲོད་བྱས། དང་པོ་དེ་ལ་ཡང། ང་ཚོ་འདི་ཁྱད་ཚིག་ཡིན་ད། ད། ཁྱད་ཚིག་གི་དགོས་དོན་འདི། ཁྱད་ཚིག་གི་དགོས་དོན་འདི་ཟེར་བ། ཁྱད་ཚིག་གི་དགོས་དོན། མིང་ཚིག་ལ་འགྲེལ་བརྗོད་བྱེད་མཁན་རྣམས་ཟེར་བ།

ཁྱད་ཆོས་དེ་ཉིད་ཁྱད་པར་དུ་གཉིས་ཁྱད་པར་འཕགས་པའི་ཆོས་སྟོན་མཁན་ཞེས་བ་འདིའི་སྟོན་མཁན་གྱི་ཚིག་དེ་ལ་ག་ལ་འོ་ལ་ན་བཀྲ་ཤིས་ཚིག་བཟང་བོ་རེད་ཟེར། དཔེར་ན། དཔེར་ན། རིང་པོ་ཟེར། ད་དེ་ནང་དུ་ཡོད་རེད། དཔེར་ན། རིང་པོ། རིང་པོ་ལས་དེ་ལ། སྤྱི་དང། རིང་པོ་ལས་དེ་རགས་ཀྱི་རིང་ང་རིང་པ་ན་རུ་པོ་དེ་ག་རེ་རེད་ལ་ན། ཁོ་མིང་རེད་མིང་ཚིག་རེད་ཡིན་ནས་ཁོ་ལ་གཞི་སྦྱར་སོང་ན་ཁོ་ཁྱི་ཚིག་ཁྲག་དྲུག་རེད་དེ་འདྲ་ང་ཚོས་གཞི་ལ་མ་སྦྱར་བའི་དུས་ད་ནི་ཚང་མ་གཞི་ལ་སྦྱར་ཡོད་མ་རེད། གཞི་ལ་སྦྱར་བས་ན་ཁོ་ཁྱི་ཚིག་ཆག་གོ་རེད་རིང་པོ་རིང་པོ་ཆག་ཟོ་བ། ད་ནང་བཞིན་གྱི་བཟང་པོ་བོ་བཟང་ང་བཟང་པ་ནོར་བུ་བཟང་པོ། ནག་པོ་ནག་ག་ནག་པ་ནོར་བུ་ནག་པོ། ད་ནང་བཞིན་གྱི་མ་བོ་ག་ཡེ་ད་གྱ་ནོར་འགྱོགས་ག་ས་འགྱོགས་པ་ནོར་བུ་འགྱོགས་པོ། ད་ནང་བཞིན་གྱི། ཆུང་ཆུང་ཆ་ཞིམ་གྱི་ཆུང་བ་ཆུང་ཆ་ཞིམ་གྱི་ཆུང་བ་ཆུང་ཆུང་ཆུང་ཨ་ནི་མའོ་ཐ་ན་རུ་ཐོན་ན་ཐོན་པ་ན་རུ་པོ་ཐོན་པོ་ལྟ་བུ་ཨོ་སྟ་དེ་ལ་སོགས་མང་བོ་ཡོད་རེད་འདི་ཚོ་ག་རེ་རེད་ལ་ན་ཨ་ནི། ཁྱེད་ཚིག་རེད་འདི་ཚོ་ཚང་མ་ཁྱེད་ཚིག་རེད་ཁྱེད་ཚིག་ཁ་ཡེ་ད་ཆ་དེ་ཁྱེད་ཚ་གི་ཚིག་རེད་ཁྱེད་ཚིག་རེད་བ། ད། བཞི་དང་བྱར་བའི་དཔེར་བརྗོད་ད་ང་ཚོ་བཞི་སྦྱར་ཡ་ད་ངས་ད་བཞི་སྦྱར་ཡོད་མ་རེད་ད་རིང་པོ་བཟང་པོ་ནག་པོ་མགྱོགས་པོ་ཆུང་ཆུང་མཐོན་པོ་ལ་ཡ་དེ་བཞི་ལ་སྦྱར་ཡོད་མ་རེད་ད་ང་ཚོ་བཞི་ལ་སྦྱར་བྱས་ནས་རེད་བ།

མིང་ཚིག་ཡོད་རེད་ཁྱི་ཚིག་ཡོད་རེད་ནང་གཉིས་ནི་འདི་ནང་ལོག་རེད་ད། ད་བྱས་ཙང་འདི་ནང་ལོག་ནས་ཁྱེད་རང་ཚོ་ག་རེ་གནང་དགོས་རེད་ལབ་ན། མིང་ཚིག་ག་རེ་རེད་བྱ། ཁྱི་ཚིག་ག་རེ་རེད་བྱ་མིང་ཚིག་ཁ་ཚ་ང་ཚོ་བྱང་ཚར་རེད། ད་ད་རིང་ག་རེ་བྱང་དགོས་ན་ཁྱི་ཚིག་བྱང་དགོས་རེད་བྱས་ཙང། ཁྱི་ཚིག་དང་མིང་ཚིག་གཉིས་ག་རེ་རེད་ངོས་འཛིན་བྱས་རེད་དཔེར་ན་འདི་སློབ་སྤྱོང་ལ་བྱ། སྒྲུང་ཡིག། མཛེས་པོ། ཉམ་ཆུང། གཉིས། ནང། མཁས་པ། ཤེས་བྱ། ངན་པ། སེམས་ཤུགས། འོ་ད་དེ་ཚོ་ག་རེ་རེད། ཁྱེད་ཅིག་དང། མིང་ཚིག་གཉིས་ཀ་འདྲེས་འདྲེས་ཡོད། དེ་ད་འདི་ཁྱེད་རང་ཚོ་ག་རེ་གནང་ཡ་ལ་ན། འདི་ནང་ལོ་ནས་ཁྱེད་ཚིག་ག་རེ་རེད་བྱ། མིང་ཚིག་ག་རེ་རེད་བྱ་འདི་མ་ཟུར་འདོན་བྱས་རེད། དེ་དང་པོ་ངས་སློབ་འདི་བྱས་ཡོད་ལ་དང། དཔེར་བརྗོད་བྱས་རོགས་དཔེར་ན་ཟེར་རོ། ད་སྟོན་སྟངས་དེ་ལྟ།

ཚིག་བུ་གཅིག་ཀྱང་བཟའ་ཡིན། ཡིན་ནས་ད་ལྟ་དེ་ཅི་ངས་སློབ་ཚན་ཟེར་བྲིས་དང་མིང་ཚིག་ལ་འོག་དེར་སློབ་སྦྱོང་ཟེར་བྲིས་དང། ད། སློབ་སྦྱོང་དེ་མིང་ཚིག་རེད་ཁྱད་གཞི་རེད་རེད། ཁྱད་ཆོས་དེ་ཁྱད་པར་རེད། ཨ་གཉིས་ཀ་མཉམ་དུ་སྦྱར་སོང་ན་སློབ་སྦྱོང་ཁྱད་པར་འོག་ཏུ་ཟིན་རེད། ད་དེ་སྲིད་ཨ་གཉིས་ཀ་མཉམ་དུ་སྦྱར་སོང་ན་གར་ཆག་རེད་སློབ་སྦྱོང་ཁྱད་པར་འོག་ལ་སློབ་སྦྱོང་ཁྱད་པར་ད་འདུག་ཟིན་རེད་རྣམ་པ་ཚུགས་ཀྱི་ངོས་འཛིན་བྱས་རེད་འདུག་ཟིན།

ད་ང་ཚོ་གིས་འདི་བྱས་ལ་ཡ་ཁྱི་ཚིག་སྒྲུབ་པ་བྱས་རེད་བ། ད་འདི་བྱས་ལ་ག་རེ་ཡིན་ན་ན་ལས་ཚིག་འདི་རེད་བ། ད་ལས་ཚིག་ལ་ཡ་ག་འདྲ་བྱས་ལ་གོ་རེ་ན། ལས་ཚིག་ཇི་མཐུན་པ་ལ་ཡ་དེ། ལས་ཚིག་ཇི་མཐུན་པ་ལ་ཡ་དེ་ལས་ཚིག་གི་མཐར་སྦྱར་ནས་ཐག་ཆོད་པ་དང། ལས་ཚིག་ག་འདྲ་བྱས་ན་དཔེར་ན་རེད་བ།

རེ་བ། ལྟར་རེ་བ་བྱེད་པ་ཡང་རེ་བ་བྱེད་ཡ་དེ་འདྲ་ཡོད་པ་རེ་བ། ཇི་འདྲའི་དེ་གའི་ཚིག་དེ་ཐ་སྙད་དེ་ལ་ག་ལོག་ནས་ལས་ཚིག་བྱེད་ཚུལ་འབའ་ཟེར་རེ་བ། དཔེར་ན། ཡ་གུ་ཡིན་ན་ཡིན་ཡ་ན་རོ་ཡོད་དང་ཡོད། མ་གི་ཨུ་མིན་ན་མིན། མ་འབྲིང་པོ་མེད་དང་མེད་ད་འོ་ག་ན་རོ་གོས་ཟ་གོས། ཐ་ཞིམ་ཅུ་ཐུབ་པ་ཐུབ། ཕ་ཡ་ད་ཆ་གི་ཨུ་ཕྱིན་ན་ཕྱིན། ར་འབྲིང་པོ་རེད་ད་རེད། ས་ར་ད་ས་གི་ཨུ་སི་ད་སི་འོ་དེ་ཚོ་ཚང་མ་ག་རེ། ལས་ཚིག་བྱེད་ཚུལ་འབའ།

འོ་ད་དྲིས་མེད་རེད་བ། བྱས་མེད་རེད་བ། ལས་ཀ་མང་པོ་བསྐུལ་སོང་ངས་ལས་ཀ་རྐང་ཐོག་གཅིག་བྱས་མེད་འོ་ད་མེད་མེད་མེད་མེད་ལས་དེ། ད་འགག་སྒྲོལ་ཐད་རེད་བ། མེད་མེད་ཚུལ་འདུག་བྱ་ཐང་འདུག་རེད་བ། ད་གོས་ལས་དེ་རེད་ད་རེ་བ་རྒྱག་ཡ་དེ་ད་རེ་བ་རྒྱག་ས་དེ་གྱིས་ང་ཚོ་ཐག་གཅོད་ཡ་དེ་ད་རེ་བ་རྒྱག་ས་བྱས་བ། ད་རེ་བ་རྒྱག་པ་ནི་དེ་རེད་དྲིས་དགོས། ཡི་གེ་མང་པོ་བྲིས་དགོས་པ་རེད་ད།

ད་བྱུང་ཚིག་གསུམ་པ་དེ་ལྟར་དེང་གཉིས་པ་དེ་བསྒྲིགས་སོ་ད་གསུམ་པ་དེ་འདི་ལས། གསུམ་པ་དེ་ནང་ལོགས་ལ་ཡ། གཤམ་གསལ་མིང་ཚིག་རྣམས་ལས་ཚིག་ཇི་མཐུན་པ་ལས་སྦྱོར་ད་འདི་ནང་ལོགས་ལ་ཡ། ལས་ཚིག་ཇི་མཐུན་པ་རེ་རེ་རེ་རེ་བྱ་རེ་རེ། རེད་པ། ད། གཤམ་གསལ་མིང་ཚིག་རྣམས་ལས་ཚིག་ཇི་མཐུན་པ་ལས་སྦྱོར་རོ་ལས་ད་དབུ་ཅན་ནང་ལོགས་ན་འདི་བྱེད་དབུ་མེད་ནང་ལོགས་ན་བ་ལ་ཡོད་རེད་གཅིག་པུ་གཅིག་རྐྱང་རེད། ད། སྒྲུང་དེབ་ལ་རེད་བ། སྒྲུང་དེབ་དེ་ག་རེ་རེད་མིང་ཚིག་རེད་བ།